རྫོགས་པ་ཆེན་པོའི་སྐབས་ནས་བཤད་ནའང། མཐའ་ཡས་པ་མ་ཡིན་སྦྱར་བས་འདུན་མ་ཟིན་མེད་པ་མ་ཡིན་འཁོར་འདས་ཀུན་གྱི་ཞིང་ཁར་འདུན་མ་ཡིན་བརྗོད་གཞི་ཡུལ་ལ་འདས། རྫོགས་ཆེན་བཞིའི་གནས་ལུགས་རྟོགས་པར་སོ་སོ་ཡང་འདྲ་བ་དང། ཕྱག་ཆེན་གྱི་སྐབས་ནས་ཡང་དག་ཟུང་འཇུག་དབུ་མའི་ལམ་གསལ་ཡང་འདྲ་བ་དང། དེ་འདྲ་དེ་འདྲ་ཅེས་གསུངས་འདི་ཡོད་རེད། དེ་ནས་མདོ་ཡི་སྐབས་ནས་ཡང། རྒྱལ་སྲས་ཆེན་པོ་ཞི་བ་ལས་དོན་དམ་བློ་ཡི་སྤྱོད་ཡུལ་ནི་བློ་ནི་ཀུན་རྫོབ་ཡིན་པར་བརྗོད་ཅེས་གསུངས་ཡང་འདྲ་བོ་དང། འདི་ནི་དོན་དམ་བདེན་མ་འདི་ཉིད་བློ་དང། ཤེས་རབ་ཀྱི་རྟགས་བཅུ། སངས་རྒྱས་ཀྱི་རྣམ་འདྲེན་ཐམས་ཅད་ཀྱི་རྣམ་པ་ཐམས་ཅད་ཅན་པའི་ཡེ་ཤེས་ཀྱང་མ་གཟིགས་པར་མི་འགྱུར་རོ་ཟེར་ལ་སོགས་པའི་ལུང་མང་པོ་གཅིག་གི་སྒོ་ནས་གསུངས་འདུག་ཡོད་རེད།

ཨོ་དེ་དག་ཐམས་ཅད་དོན་བསྡུས་ན། ད་ང་རང་ཚོ་དོགས་པ་ཆེན་པོ་ཟེར་བ་དང་དོན་སྣུམ་ལྡན་པ་ཟེར་བ་སྟེ། རྟོགས་ཀྱི་ཡོད་རེད་ཟེར་ན་རྟོགས་ཀྱི་ཡོད་རེད། དེ་མ་རྟོགས་ཀྱི་བར་དུ་ལ་ད་འདི་ཡིན་ས་རེད་འདི་མིན་ས་རེད། ཆོས་ཉིད་ཆོས་བཞིན་དེ་བཞིན་ཉིད་ཡིན་ས་རེད་ཆོས་ཉིད་ཡིན་ས་རེད་རང་བྱུང་རིག་པའི་ཡེ་ཤེས་ཡིན་ས་རེད་ཡེ་ཤེས་བདེ་ཆེན་སྙིང་པོ་ཡིན་ས་རེད་དོན་རྣམས་བདེན་པ་ཡིན་ས་རེད། ད་ཟབ་པ་རེད་སྤྲོས་པ་རེད་ཟེར་ག་འདྲས་ཀྱིས་བཤད་བསྡད་པ་ཡིན་ན་ཡང། དེ་དག་ཚང་མཁན་ང་རང་ཚོ་གི་བློ་གི་འཛིན་ཚུལ་གྱི་འཛིན་རྣམ་འདྲ་པོ་ཞིག་བྱེད་དགོས་རེད་གོ། བློ་གི་འདི་འདི་འོ་འདི་དང་འདིར་ཟེར་གྱི་ནི་ཕར་གྱིས་བསྐྱེད་ཚུར་གྱིས་བསྐྱེད་བསྡད་པ་ཅིག་རེད་བསྡད་ཀྱི་ཡོད་རེད། ལགས་སོ། ད་བྱེད་གཏོང་མང་ཆེ་བ་གཅིག་གི། ཕ། དུ་ལྡན་ལགས་ལ། དུ་བ་ཡོད་པའི་རྟོག་ཅི་ད་ཕེ་ན་མེ་ཡོད་རེད་སང་སང་འདྲ་པོ་གཅིག་བློ་གི་འཛིན་ནམ་འདེ་གི། དེ་དེ་འདྲ་པོ་གཅིག་གི་ད་རྗེས་དཔག་ཚད་མ་གཅིག་གི་ད་ནམ་འདེ་མ་འདེ་ང་རང་ཚོ་ཤེས་བསྡད་དགོས་ཡོད་རེད་དམུག་ལོང་གི་ད། རླུང་གཟུགས་འབྱར་བ་ལྟ་བུ་ཟེར་ཡ་གཅིག་ང་རང་ཚོ་རྗེས་དཔག་ཚད་མའི་ངོར་ཤེས་བསྡད་ཀྱིན་འདི་དག་ཐམས་ཅད། ང་ནི་དོན་དམ་དམ་པ་མ་རེད། དེ་གཞིའི་གནས་ལུགས་མ་རེད། དེ་རིག་པའི་ཡེ་ཤེས་མ་རེད། གསུངས་བསྡད་ཀྱི་ཡོད་རེད། དེ་ཡིན་དུས། གཞིའི་གནས་ལུགས་འམ་རིག་པ་ཡེ་ཤེས་ཆེན་པོ་འདི་ནི། རྒྱ་གང་དུ་ཡང་མ་མཆིས་ཤོག་གང་དུ་ཡང་མ་ལྷུང་གཡོ་དང་མི་གཡོ་ཟེར་བའི་ཐ་སྙད་ལས་འདས་སོང་བ་གཅིག་ལ་རིག་པའི་ཡེ་ཤེས་ཞེས་ཟེར་གྱི་ཡོད་རེད། དེ་ཡིན་པ་ཙམ་དུ་མ་ཟད་དེ་དག་ཐམས་ཅད་ཀྱང། དེ་ནི་གར་ཟེར་དགོས་བསམ་གྱིས་མི་ཁྱབ་པའི་ཆོས་ཡིན་གྱི་ཟེར་གྱི་ཡོད་རེད། དེ་ནི་ང་རང་ཚོ་མང་ཆེ་བ་གཅིག་གིས་ད་ཉོན་མོངས་པ་འདོད་ཆགས་དང་བྱེ་གདོང་གཏི་མུག་གི་ཉོན་མོངས་ཉོན་མོངས་པ་གཅིག་གིས་ད་གཡུར་དུ་བྱེད་པ་མ་རེད་དེ། ཡིན་ནའང་འདུ་ཤེས་གྲུང་པོ་གཅིག་གིས་བློ་གཡུར་དུ་བཞག་ཡོད་རེད་དྲན་ནས་ཨོ་དོན་དུ་བདེན་པ་ཟེར་མཁན་དེ་འདྲས་གཅིག་རེད་ཆོས་ཉིད་ཟེར་མཁན་དེ་འདྲས་གཅིག་རེད་གནས་ལུགས་རེད་འདི་འདྲས་ཟེར་བསྡད་ཡ་དེ་དག་ཐམས་ཅད། དང་འཇལ་བྱེད་ཁོ་རང་ཀུན་རྫོབ་ཡིན་པའི་རྒྱུ་མཚན་ལ་བརྟེན་ནས། ཡུལ་དང་གཏམ་དེ་དུས་ན་ཡང་སྦྱར་ཐུབ་ཀྱི་མ་རེད་ཟེར་བློ་ནི་ཀུན་རྫོབ་ཡིན་པར་བརྗོད་གསུངས་འདུག་བ། དེ་ཡིན་དུས་ང་ཚོ་གིས། མདོར་ན། དགེ་བའི་རྣམ་རྟོག་ཡིན་ན་འདྲ་མི་དགེ་བའི་རྣམ་རྟོག་ཡིན་ན་འདྲ་ལུང་མ་བསྟན་གྱི་ཀུན་རྟོག་ཡིན་ན་དེ་དག་ཐམས་ཅད་གཟུང་འཛིན་གཉིས་སྣང་གི་བློ་གཅིག་ལ་བཞག་འགྲོ་གི་ཡིན་དུས་ད་ལྟའི་གི་དུས་ཉིད་ནས་ལུགས་དང་ལྡན་པ་དེ་སྦྱར་བའི་ཐབས་ཡོད་མ་རེད། དེ་དེ་འདྲའི་བསམ་བློ་མང་པོ་བརྟག་དཔྱད་མང་པོ་བྱས་ན་རྟོགས་པའི་ཐབས་ཡོད་མ་རེད་གསུངས་བསྡད་པ་ལྟ་བ་དེ་ལ་ཐུག་ཡོད་རེད། དེ་ནས་ཀུན་མཁྱེན་གྱིས་མི་གླེང་བས། གདོད་ནས་ཀུན་ཏུ་བཟུང་བའི་རང་རིག་ལ་ཁྱབ་བརྡལ་སྒོམ་པ་ཀུན་ཏུ་སྤྱད་པ་ལ་སངས་རྒྱས་གཞན་དུ་ཚར་བའི་སྣང་བ་ཀུན་ད་ནི་བཤགས་ཚོགས་བྲལ་བའི་ས་ལ་བཅར། ཅེས་གསུངས་ཡོད་རེད། ཧ་འདི་གི་བློ་འདི་གི། འདི་དོན་དམ་བདེན་པ་རེད་འདི་དོན་དམ་བདེན་པ་མ་རེད་ཟེར་ནས་ཁྱབ་བརྡལ་གྱི་སྒོམ་པ་ལ་ཀུན་ཏུ་མ་སྤྱད་ཟེར་གསུངས་ཡོད་དུས། ཁོང་ཚོ་གི་ད་ཧ་གྱོང་གི་དེ་ཁྱོད་ཀྱི་དེ་ཡིན་ས་རེད་ངའི་འདི་ཡིན་ས་རེད་བསམ་བསྡད་པ་ཡིན་ན་དེ་ལ་ད་འདི་ཁྱོད་གཉིས་གནས་ལུགས་མ་རེད་ལ་གཞིའི་གནས་ལུགས་དེ་རྩ་བ་ཉིད་ནས་ཆགས་གི་ཡོད་མ་རེད་ཟེར་ཤོས་ཡང་ཡིན། ད་དེ་ཧ་གྱོང་གི་མཆན་རྒྱུ་དེ་གལ་ཆེན་པོ་རེད་དེ་ཡིན་དུས།

ད་རིག་པའི་དགག་བྱ་དེ་གང་ན་རང་གི་རྒྱུད་ལ་ཉོན་མོངས་པ་འཇམ་བྱེད་དང། རང་གི་རྒྱུད་ལ་དེ་ནི་དཔེར་ན་ཇི་སྲིད་རོ་གོ་རང་གི་རྒྱུད་བག་ཆགས་ངན་པ་དང། དེ་བྱེད་ཀྱི་སྒྲིབ་པ་དང་དེ་དག་ཐམས་ཅད་ལ་ཕན་གནོད་གང་ཡང་ཐུག་གི་མ་རེད། ད་གནས་སྐབས་ཙམ་ལ་ཉོན་མོངས་པ་རགས་པ་དག་མགོ་གནོན་པ་ཙམ་སེལ་དགོས་རིགས་ཉོན་མོངས་རགས་པ་དེ་ལ་ད་མི་ཡུལ་གྱི་སྐྱེ་འབའ་དེ་ཆགས་ནས་བལྟས་ཚེ་ཕན་ཐོགས་ཀྱི་ཡོད་ན་འདྲ་མ་གཏོགས་མདོར་ན། སངས་རྒྱས་ཀྱི་ཐབས། སངས་རྒྱས་ཟེར་ན་འདྲ། གནས་ལུགས་དང་ནམ་ཟླའི་མ་ཚད་ལ། ཤེས་བཞིན་སྤྲུལ་པ་ཟེར་ཏེ་ཤིན་ཏུ་གནས་ཆུང་ངམ་པོ་ཆེ་ཡིན་ཞེས་གསུངས་ཡོད། མདོར་ན། ཤེས་པ། རེད། ཟེར་ནས་ཤེས་བཞིན་སྤྲུལ་པ་ཟེར་ཤེས་བྱ་ཟེར་ཏེ། མང་པོ་ཆེ་ཧ་གོ་བསྡད་པ། ཚིག་མང་པོ་ཆེ་ཧ་གོ་བསྡད་པ། ཁྲིགས་ཡིག་མང་པོ་ཆེ་ཧ་གོ་བསྡད་པ། དཔེ་ཆ་དང་དོན་དག་མང་པོ་ཆེ་ཧ་གོ་བསྡད་པ་དེ་ལ། ཤེས་བཞིན་སྤྲུལ་པ་ཟེར་གི་རེད་བ། དེ་འདྲ་བའི་ཤེས་བྱའི་འདོད་པ་རྔམ་པོ་ཆེ་དེ་རང་གི་དེ་ཤེས་འདོད་ཡིན་པ་ཧ་མ་གོ་ནས་རང་གི་དག་ཐེར་གནས་ལུགས་རྡོ་རྗེ་གི་ཚད་མ་ཡིན་ས་རེད་ད་དེ་ཡང་དག་པ་ཅིག་ཡིན་ས་རེད་ཟེར་ནས་རང་གི་རང་ལ་མགོ་སྐོར་ཆེན་པོ་ཅིག་ཐེབས་ཀྱི་ཡོད་དུས་དེ་འདྲ་མ་བྱེད་པ་ཅིག་གི་ཐོག་ནས་ད་གནས་ལུགས་དང་སྡོམ་དེ་མ་དེ་སངས་རྒྱས་ཀྱི་དོན་དམ་པ་ནི་དད་པས་རྟོགས་པར་བྱའོ་གསུང་ཡང་འདྲ་པོ་དང་དེ་ནི་མ་གི་མདོ་གི་སྐབས་ནས་དེ་འདྲ་གསུང་ཡོད་རེད་ལ། སངས་རྒྱས་ཀྱི་བསྟན་སྲོག་འཇིགས་ཤར་ལྕགས་ཐོད་པའི་དགོངས་པ་མཐར་ཐུག་པ་བླ་ན་མེད་པ་སྟེ་དད་པ་ཁོ་ནས་རྟོགས་པར་བྱའོ་གསུངས་ཡོད་དུས། དེ་ནི་དེ་ནི་རྫོགས་པ་ཆེན་པོ་དང་ཤར་ལྕགས་ཆེན་པོའི་སྐབས་ནས་བྱས་ན་དེ་མོས་གུས་ཁོ་ནས་གྲོལ་དགོས་པ་གསུངས་བ་ཡིན་དུས་དེ་དག་ཐམས་ཅད་ལ་ཐུགས་རྩིས་ཆེན་པོ་བྱེད་རྒྱུ་དེ་གལ་ཆེན་པོ་ཡིན་ས་རེད་མ་གཏོགས་གཅིག་གིས་ཚད་མ་གཅིག་གིས་གཅིག་སྒྲུབ་ཚད་མ་གཅིག་གིས་ཕག་གཅིག་གིས་དགག་རང་ལུགས་ཀྱི་ཚུལ་སྒྲུབ་རང་ལུགས་ཀྱི་ཚུལ་སྒྲུབ་ནས་དེ་ལ་དམ་འཛིན་ངེས་བར་གྱིས་བྱུང་ན། ད་ཁྱོད་གཉིས་ཀྱི་གནས་ལུགས་ལ་ཁ་ཐག་ཇེ་རིང་དུ་ཇེ་རིང་དུ་འགྲོ་གི་ཡོད་ས་རེད་ཟེར་ཞུ་ཡ་ཡིན། འོ་དེ་དག་ཐམས་ཅད་ཚོང་དམག་གི་མཆན་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད། དེ་རིགས་ཁག་ཚོང་མང་ཆེ་བ་ཅིག་གཞས་ཀྱི་སྒྲིབ་པ་འདི་ལ་ཧ་ཅང་གི་འཛེམ་བག་ཅིག་བྱེད་གཞས་ཀྱི་སྒྲིབ་པ་འདི་ལ་ཧ་ཅང་གི་ལྟ་བ་འཆོར་འདོད་ཅིག་མཛད་གཞས་ཀྱི་སྒྲིབ་པ་འདི་ད་སྤོང་བྱ་མཐའ་མ་ཡིན་པ་སངས་རྒྱས་གསུངས་ནའང་ད་ནང་ང་རང་ཚོ་གཞས་འདོད་རྒྱུ་དེ་ཡོད་རེད་བསམ་བསམ་འདྲ་པོ་ཅིག་མང་པོ་ཅིག་ཡོད་སྲིད། བསམ་ཚུལ་དེ་འདྲ་ཡོད་དུས་དེ་དག་དང་ནི་བསམ་ཚུལ་ཕྱིན་ཅི་ལོག་པ་ཡིན་པ་དེ་ཤེས་རྒྱུ་གལ་ཆེན་པོ་རེད་ཞུ་ཡག་ཡིན་ཐུགས་རྗེ་ཆེ་ཐུགས་རྗེ་ཆེ་བཀའ་དྲིན་ཆེ། དེ་ནས་ཚོགས་མ་སྐུ་ཚེ་ཞབས་པད་བརྟན་མཛད་པར་འཕྲིན་ལས་རྒྱས།